ཨོའོ་ནང་པ་ཚོ་ལ་འཚམས་འདྲི་ཞུ་གི་ཡོད་དེ་རིང་ངས་རྡ་རམ་ས་ལ་ནས་ག་ལེ་ཤེས་པ་མང་ཤོས་ཀྱི་སྲིད་སྐྱོང་ལོ་ཏོག་སེང་གེ་ལ་མི་དགའ་དགོས་དོན། ལེ་ཤེས་མང་ཤོས་ཀྱི་སྤེན་པ་ཚེ་རིང་ལ་དགའ་དགོས་ཡོད། རྒྱུ་མཚན་དེ་ནང་པ་ཚོ་ལ་གསལ་བཤད་བྱ་གི་ཡིན། དེ་འདྲ་ཡིན་པ་སོང་ཙང་ད་ནང་པ་ཚོས་ཨོ་ནི་གི་ཡོད་པ་གི་སྲིད་སྐྱོང་ལོ་ཏོག་སེང་གེ་གི་གཏམ་བཤད་གི་ཉན་དང་སྤེན་པ་ཚེ་རིང་གི་གཏམ་བཤད་གི་ཉན་ལ་གཟིགས་གཅིག་རེ་བ་ཡོད། ཐུགས་རྗེ་ཆེ།
ངའི་ལས་ཁུངས་ལ། དང་པོ་གཅིག་གཉིས་སླེ་སོ། ཆོལ་ཁ་ཚོགས་པ་དེ་འདྲས། སླེ་ཅིག་རྡོག་རྡོག་ཧར་ལ་གི་འདུག་ཟེར་ན། གང་ཟག་ལས་བྱེད་གཅིག་ཕག་གནས་རིན་སྤོད་ཤ་ཆུ་གནས་པའི་སྤོད་ཤ་འདི་ང་ཚོ་ལུང་ཟན་ང་ཚོ་ཆོལ་ཁ་གི་རེད་ཟེར་གི་འདུག། ཨ་འདི་འདི། གནས་རིམ་འདི་ཡོར་ཕག་ཚོ་གནས་སྤོད་འདི་མ་བཏང་ནའང་སྡུག་མདོག་རེད་ཤག།

སྒྲིག་གཞི་བཟོས་བྱས་ཤུག་གུ་སེར་བོ་དོན་ཚར་བའི་ཤུག་གུ་ལ་འགྱུར་བ་གཏང་གི་མེད། སུ་མུག་གུ་སུ་ཡིན་ནས་གནས་པའི་འགྲོ་གུ་འགྲོགས་པ་རེད། ལས་ངན་ཡོད་རེད་ང་གཅིག་ཡིན་གཅིག་གཅིག་པིན་ཀྱང་ཡིན་གཉིས་གཉིས་གཉིས་ཡིན་པིན་ཀྱང་ཡིན་གསུམ་གསུམ་ཡིན་གོང་དང་ཤུག་གུ་སེར་བོ་དོན་ཚར་རེད་ཁྱེད་རང་འགྲོགས་པ་རེད་ལ་ཡིན་ན། ད་ལོ་བཅུ་ཆ་ཚང་མེད་ན་ཡང་ལོ་དགུ་ལྷག་ལ་ཤུག་གུ་སེར་བོ་སྤྱད་ཕྱིན་ཐེན་བྱས་ཡོད་མ་རེད་ད། ང་ལ་གནོད་ཤུགས་གང་འདྲའི་མང་བོ་གང་འདྲའི་སྤྲད་པ་ཡིན་ན་ཡང། ཡོད་མ་རེད་འགྲོ་དགོས་རེད་ད། འདི་སོང་ཙང་ངས་ཁ་ཚ་དངུལ་མ་ཞུ་ཡིན་བསམས་སོང། ང་ཉིས་སྟོང་བཅུ་དང་པོར་སླེབས་ར་ངའི་ལས་ཁུངས་ལ་ང་ཡི་ནང་ལ་མང་དང་ཕྱུགས་ར་དང་སྐེ་ལ་ཤིང་སྡོང་སྐྱ་ཀ་རེ་ནི་ཡོང་དོན་ཡང། ཨ་ད་རེས་སྲིད་སྐྱོང་ཁྱེད་རང་འཁོད་པ་རེད་ཁྱེད་རང་བྱ་བ་ལམ་ལོ་འགྲོ་བ་ཤོ་མི་བཟང་པོ་རེད་ཅི་ཅི་སང་གེ་རེད་དུམ་དུ་ཞིག་གི་དུ་རེད་ཡོད་རེད་བ་ཧོན། རྡོག་རྡོག། ང་ལ་གཅིག་དགོས་གཉིས་དགོས་གསུམ་དགོས་རེད་ཤ།

བཟའ་ཚར་བའི་ཤུགས་ལ་ཁྱེད་རང་ལས་ཀ་མ་བྱེད་ན་ད་ཁྱེད་རང་མ་སྐྱིད་པོ་ཆགས་གི་རུ་བ་འགྲོ་སོང་བཏང་སྐྱབས་མ་སྤྲད་ཡིན་ད་མདོ་མ་ག་ཚོད་བྱུས་ན་ཡང་མི་དེ་ད་འཇམ་པོ་ཆགས་ཡི་མི་འདུག་ཟེར་གི་རུ་བ་ཡིན་ད། ཕ་ཁྱི་རོ་ཞེས་ལ་ཡིན་ཨ་ནི་ཟླ་བ་ག་ཤས་སུ་འགོར་སོ་རྗེས་ལ་ཁྱབ་ཡིན་ཟེར་སྐད་ཆ་སྲིད་སྐྱོང་ནང། དྲུང་འཕར་གཉིས་དེ་ཞབས་གཡར་མ་གཏོགས་གཅིག་གིས་གཞན་པ་ཐད་ཀར་བསྐོ་བཞག་བྱེད་ཆོག་གི་མེད་ཟེར་གྱིན་འདི་ལ་རྒྱུ་མཚན་ཇི་ཡོད་རེད་པ། རྒྱུ་མཚན་དེ་ག་རེ་རེད་ཟེར་ན། དྲུང་ཆེ་དྲུང་འཕར་ཟེར་ཟེར་བསམ་པ་ད་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་ནང་ནས་ད་གན་ཁེ་ཆེ་ཤོས་དེ་ཆགས་ཀྱི་ཡོད་རེད་དེ། བོད་མིའི་སྒྲིག་འཛུགས་ཀྱི་ཡ་གཅིག་ལམ་ཁ་ཆ་ཚང་རྒྱུས་ལོན་བྱས་བྱས་ཡ་ལེགས་པ་ཡ་གནས་སྟངས་ཞིག་ཡོད་རེད། འདི་ལ་ཡ་ད་དམིགས་བསལ་བསྐོ་གཞག་འོག་ནས་ཚད་མཉམ་ཟེར་ཡ་མིང་བཏགས་བྱས་འདུག་བྱེད་དུས་བསམ་པ་ལ་ཡ་འདི་ད་ལྟ་ཞིག་བསྡད་ཀྱི་ཡོད་མ་རེད་གཅིག་དེ་རེད། གཉིས་ནས་ད་ཕྱི་ལོག་ནས་ལས་བྱེད་གསར་བ་ཅིག་དྲུང་འཕར་དང་དྲུང་ཆེའི་གནས་རིམ་ནང་ལ་ཡ་བཅུག་ཡོང་དུས་བསམ་པ་ད་ལྟ་ཡོད་བསྡད་པའི་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་འཛོལ་དགོས་འཇོན་དགོས་ཡོད་རེད་ཡོད་མ་རེད་ཟེར་ཡ་དྲི་བ་དེ་རང་བཞིན་གྱིས་སླེབས་བསྡད་ཡ་གཅིག་དང་དེ་ཡི་ལས་བྱེད་ནང་ལོགས་ལས་བསམ་ཚུལ་སླེབས་བསྡད་ཡ་གཅིག་དེ་ནོར་འཁྲུལ་དེ་ང་རང་ཚོ་འགོ་ཁྲིད་མཁན་རང་གི་ཆགས་པ་རེད་ང་ཚོ་ཆགས་ཀྱི་ཡོད་རེད་དེ་ལས་བྱེད་གསོ་སྐྱོང་བྱེད་མ་ཐུབ་པའི་རྒྱུ་མཚན་ལ་བརྟེན་ནས་ཆགས་ཀྱི་ཡོད་རེད་མ་གཏོགས་གཅིག་གིས་ལས་བྱེད་གཅིག་པུ་མ་འཇོན་པའི་གནས་སྟངས་དེ་ནི་རྩ་བ་ཉིད་ནས་མ་རེད་བསམ་གྱི་འདུག་ད་རྒྱུ་མཚན་གཙོ་བོ་དེ་གཉིས་གཉིས་ཐོག་ནས་ལྡི་ལི་ཡ། མོས་མཐུན་མེད་པའི་ཐོག་ནས་དམིགས་བསལ་གྱི་ལས་བྱེད་གཅིག་གིས་གཅིག་ཀྱང་ཁུར་གི་མེད་ད་དམིགས་བསལ་ཟེར་ཡ་དེ་ད་ལྟ། མི་བཅོ་བརྒྱད་བྱས་དེ་རེད། ད་དེ་ནས་ཁྱད་ལས་པ་བྱས་དེ། ལས་བྱེད་འདེམས་བསྐོ་ལྷན་ཁང་སྒྲིག་གཞི་ནང་ལས་ཡོད་མ་རེད་གང་ཡང་ཡོད་མ་རེད། ཨ་དེ་ཡང་ཅིག་བསྐོས་ཡོད་འདུག་ཚང་མ་ད་ཁྱད་ལས་པ་ཡིན་པ་ལོ་བདུན་ནས་གནས་པར་འགྲོ་དགོས་ཀྱི་ཡོད་པ་དེ་ལ་ཡང་འཛིན་སྐྱོང་གི་ལས་ཀ་སྤྲད་ཆོག་གི་མེད་བ་གནས་སྤོས་བྱེད་ཆོག་གི་མེད་བ་དེ་བྱེད་དུས་ཚང་མ་ལ་ཡང་འཛིན་སྐྱོང་གི་སྒྲོམ་གཞིའི་ནང་ལོགས་ལ་གནས་སྟངས་ཅིག་ཆགས་ཡོད་དགོས་རེད་ད་དེ་ད་ལྟ་ཐབས་ལམ་སྟོན་དགོས་ཀྱི་ཡོད་རེད་ད་དེ་མ་ཡིན་པའི་གི་ད་ཡག་བསྐོ་སྟངས་དེ་ཆོད་མཁན་བྱས་དེ་རེད་ཆོད་མཁན་བྱས་དེ་ས་མིག་ཡོད་པ་དང་ས་མིག་མེད་པ་ས་མིག་མེད་པ་ཡིན་ན་རོགས་ཚོགས་དངུལ་ནས་གཟུ་བོ་བཀྲེས་དགོས་དེ་འདྲའི་གནས་སྟངས་འབྱོར་དུས་མུ་མཐུད་ནས་མ་བཞག་པ་ཡིན་ན་ཡང་ཁོ་སྐབས་ཚང་མ་ལ་ཡང་དཀའ་ངལ་འཕྲད་པ་ཡིན་ན་ལས་བྱེད་ཡོང་ས་ཡོད་མ་རེད་ད་དེ་མ་ཡིན་པའི་གཞན་པ་བྲེལ་ཤེད་བྱས་དེ་འདྲའི་ཡོད་རེད་ཉིད་ལ་བྱས་དེ་འདྲའི་ཡོད་རེད་ཨ་ནི་ད་ནི་དམིགས་བཀར་བྱས་མཛོད་དམིགས་བཀར་བྱས་དེ་དངོས་གནས་བྱས་ན་དེ་བཟོས་པའི་སྐབས་ལ་ང་ཚོགས་གཙོ་རེད། ཨ་ནི་བཀའ་ཤག་གོང་མའི་གི་དེ་གོང་མའི་གོང་མ་དེ་སྐབས་དེ་རེད་དེ་དུས་ག་རེ་དམིགས་ཡུལ་དེ་ག་རེ་གསུངས་པ་རེད་ཟེར་ན་རྒྱ་སྐད་ཤེས་ཀྱི་ཡོད་པ་གང་ཞིག་ལ་རྒྱ་སྐད་ཀྱི་ཐོག་ནས་ལས་ཀ་བྱེད་ཐུབ་ཀྱི་ཡོད་པ་གང་ཞིག་ལ་ལག་འཁྱེར་མེད་པའི་རྒྱུ་མཚན་ལ་བརྟེན་ནས་དུ་བྱས་པ་རེད། ད་ཕྱིས་སུ་ཧིན་དིའི་སྐད་ལ་རེད་བོད་སྐད་ཀྱི་མི་དགར་ཟེར་ཡག་སོ་རེད་ཨིན་ཇིའི་སྐད་མི་དགར་ཟེར་ཡག་སོ་རེད་ད་ལས་བྱེད་ཚང་མ་ལོ་བུའི་དང་ཨིན་ཇིའི་སྐད་ཡིག་ཚད་བཏང་ནས་ཡག་ཡོང་གི་ཨོ་རེད་བ།

ཁ་སང་ལོ་ཉི་ཤུའི་ཞབས་ཞུ་ཚར་བའི་རྗེས་ལ་ཡང་ཐོབ་ཐང་རྫོགས་མ་རག་བྱས། ད་དེ་ཚོ་གྲངས་ཀ་དེའི་གང་མང་མང་ཅིག་ཁོ། ཐོབ་ཐང་ཡོད་པ་ནང་བཞིན་བྱས་ནས་བསྐོས་བཞག་པ་ཡིན། ཨ་ནི་ལས་བྱེད་དེའི་ཅིག་བསམ་ཐབས་བྱས་ཐོག་མར་ལ་ད་དེ་ཚོ་གང་ལྟར་འདུག་བྱས་ནས་ཡང་ཡོང་སྟངས་མ་འདྲ་བ་མང་པོ་ཞིབ་བོ་བྱུས་ཡོད་དེ་བས་ནང་ལོགས་ནས་ད་མགོ། ཨོ་ཚང་མ་ལ་འཚམས་འདྲི་བྱེད་ཀྱི་ཡོད་ད་ནི་མགོ་ནས་ཀུན་འདིའི་ཉལ་ཐོག་འདི་ལས་ང་ཚོས་ཧ་གོ་དགོས་བྱས་ལ་ག་རེ་ཧ་གོ་གི་འདུག་ཚུལ་བལྟ་ན།

སྐུ་བཅར་ཧྲོང་ཁ་ཡིན་པ་དེ་ས་འོག་ས་ཆུང་རེད། དེ་འདྲ་ཞིག་པ་ཡིན་ན་དེ་ནི་བོད་མི་སྒྲིག་འཛུགས་ལ་གྱོང་ཞུ་རག་གི་རེད་གང་ཡིན་པ་ཡིན་ན་ལི་ཤི་ཟེར་བ་དང་ལི་ཅི་རྒན་པ་སྐུ་ངོ་དེ་ཚོ་ལ་གདོང་པ་དེ་ནི་གི་རྒྱབ་ཆོས་ཞིག་ནི། དེ་ནི་དམིགས་བསལ་གི་ལི་ཤི་དེ་ཚོས་མ་བསྐུལ་བ་ཞིག་ནི་དམིགས་བསལ་གི་སློབ་སྦྱོང་ཡོང་མཁན་དང་ཆེ་ཁེ་བ་དེ་ཚོས་ལ་ལས་ཀ་མ་སྤྲད་པ་ཡིན་ན་དེ་ནི་བོད་མི་སྒྲིག་འཛུགས་ཀྱི་དང་ལི་ཤི་ནོར་ལུག་གཅིག་པོ་ནི་གི།

མང་པོ་ཞིག་ཆུ་རླབས་དྲོད་ཐ་མ་ཞིག་ཉོ་གི་ལས་བྱེད་བཞིན་ནས་དེ་ནས་དེ་བཞིན་སྤྱི་ཚོགས་འཚོ་བ་དངོས་ཀྱི་ཉམས་མྱོང་མང་པོ་བསགས་ཐུབ་ཡོད་མ་རེད། མི་མང་དང་བར་ཐག་རིང་པོ་ཞིག་བསྡད་ཐུབ་ཡོད་རེད། ད་གི་ཆེད་ཁེ་བ་དེ་ཚོས་མ་བཀུག་པ་ཅིས་མི་ས་གི་འཇོན་ཐང་ཅན་དང་ནུས་པ་ཅན་དེ་ཚོས་མ་བཀུག་པ་ཡིན་ན། མི་མང་དུ་ལས་ཤིག་གི་བར་ཟམ་པ་དེ་མེད་པ་ཆགས་སོང་རེད། ལས་ཤིག་མང་པོ་ཞིག་ཅིས་མི་མང་བ་བསྡད་དུས་ཧ་གོ་ཡོད་མ་རེད། དེ་ནི་ལས་ཤིག་དེ་ཚོས་ཅི་ཅིག་ད་རྒྱབ་རྩ་བྱས་ནས་དེ་ནས་ཁོ་ཚོའི་ནང་ཁུལ་ལ་ཆང་རྩ་མང་པོ་བཅབ་འདུག།

ཐུ་མ་སི་ཨ་རི་ཡིས་ཧྲིན་ཙིན་མགྲོན་ནག་ཁྲོན་བོད་ཡིན་པ་ཡིན་ནའང་གཞུང་ནོར་ལུག་གི་ལི་ཀ་ཅིག་ག་ལེ་ཉོས་ཡོད་མ་རེད་བ། བོད་ཡིན་པ་ཡིན་ནའང་ཁོ་རང་ངོ་དེ་ཧྲིན་ཙིན་ཞེས་ནས་བོད་དེ་ཀི་རག་བཞག་ཡོད་རེད་བ། ཨ་རིའི་དཔལ་འབྱོར་མ་ཀོན་གྱི་ཐོག་ནས་ཡང་འགྲན་ཟླ་མེད་པ་དེ་འདྲ་ཁོ་རང་ཧྲིན་ཙིན་གི་སྐབས་ལ་དེ་འདྲ་བཟོས་ཡོད་རེད། འོ་དེ་གི་མ་ཟད་འཇར་མི་ནིའི་ནང་ནས་ཡིན་པ་ཡིན་ནའང་དེ་དང་མི་གསལ་བ་ཅིག་ཡོང་པ་ཡིན་ན་ཁྲ་གསལ་བ་ཅིག་ཡོང་རེད་དེ་ནི་གི་གི་དཔེ་རྩ་ཆེན་པོ་བཞུགས་ཀྱི་ཟིག་རེད་ཡིན་པ་ཡིན་ནའང་བོད་པ་ཚོ་ནི་གི་དེའི་ལམ་ཁ་ཚང་མ་བཀག་གི་འདུག་བ།

སྔོན་འགྲོ་ནས་ལྟེ་བའི་ཁ་གཡོག་མར་ད་ལས་ཤེས་དེ་ཚོས་གཅིག་གཅིག་ལ་རྒྱབ་རྩ་བྱེད་ནས་འགྲོ་བ་ཡིན་ན་ད་དེ་འདྲ་བོ་ཆགས་ཀྱི་ཡོད་རེད། ཨོ་དེ་འདྲ་བོ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ད་ནི་གནས་ཚུལ་འདི་སྤུ་མི་མང་བོ་ཧ་གོ་དགོས་དེ་དཔེ་གལ་ཆེན་པོ་ཞིག་རེད་དེ་བས་ཚང་མ་ལ་ཐུགས་རྗེ་ཆེ་ཨོ་དེ་འདྲ་ཡིན།